རྣམ་པ་ལྷན་སྐྱེས་ཚང་མ་ལོག་ལ་ཡར་འཚམས་འདྲི་བཀྲིས་བདེ་ལེགས་ཅན་དུ་ཞུ་ཡས་ཡིན་དེ་རིང་ཉིས་སྟོང་ཉི་ཟེར་ལྔ་ཟླ་བ་གསུམ་པའི་ཚེས་བཅུ་དགུ་རེས་གཟའ་ལྷག་པའི་དགེ་ཉིང་དེ་རེད་དེ་རིང་དགེ་ལས་འཇེ་སེང་རོང་ན་དགེ་ལས་ཚན་འདིའི་ནང་ཁེ་ས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དགུ་པའི་ལས་ཉིན་གཉིས་པའི་ཐོག་བདེ་སྲུང་ལས་ཁུངས་ཀྱི་ལས་དོན་དང་འབྲེལ་བའི་ཐོག་སྤྱི་འཐུས་རྣམ་པས་ཉེ་ཆར་གཅེས་ནོར་ཁོང་ས་སྐྱ་མགོན་ཆེན་པོ་མཆོག་རྒྱ་གར་ལྷོ་ཕྱོགས་སུ་ཆིབས་བསྒྱུར་བསྐྱངས་ཏེ་བཞུགས་ཤག་མཛད་སྐབས་བདེ་སྲུང་ལས་ཁུངས་ཀྱི་ཐོག་ནས་གོ་སྒྲིག་ཞུ་སྒོ་ཁག་འཐུས་ཚང་ཞུས་པར་བསྔགས་བརྗོད་དང། ཨོ་སི་ཀྲི་ལི་རུ་གནས་སྡོད་བུད་མེད་སེང་གེ་ཟེར་བ་ཞིག་གིས་བུད་མེད་བླ་ན་མེད་པའི་དབུ་ཁྲིད་གཅེས་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཚེ་མེད་ཞུས་པར་བདེ་སྲུང་ལས་ཁུངས་ཀྱི་ཐོག་ནས་གདོང་ལེན་ཇི་ལྟར་གནང་ཡོད་མིན་སྐོར་ལ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་གིས་ལན་འདེབས་གསལ་བཤད་གནང་བའི་བརྙན་ཐུང་ཚན་པ་དང་པོ་དེ་གཤམ་ལ་གསན་བཞེས་ཡོང་བ་ཞུ།
ཞི་བདེའི་དཀོན་མཆོག་ཡངས་པའི་ལགས། དཔའ་ལྡན་ལྷ་མོ། དཔའ་ལྡན་ཚོགས་གཙོ་མཆོག། ད་ལྟ་རིང་ང་ཚོ་བདེ་སྲུང་ལས་ཁུངས་ཀྱི་རྒྱུན་སྤྲོད་སྒང་ལ་སྐད་ཆ་ཚིག་གཉིས་བཤད་དགོས་བསམ་སོང། སྤྱི་བཏང་བདེ་སྲུང་ལས་ཁུངས་ཀྱི་འགོ་ལས་ཡོང་དགོས་ནི། ལས་ཀ་གཙོ་བོ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་གི་སྐུ་ཕྱྭ་གི་ཐོག་ལ་རེད། དེ་ཚོ་ད་ལྟ་བར་དུ་རྒྱ་གར་དབུས་ས་གཉིས་རེད་བདེ་སྲུང་ལས་ཁུངས་ཀྱི་འགན་ཁྱེད་ནས་དཔེ་མི་སྲིད་པའི་ཡག་པོ་གནང་གི་འདུག་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་དང་ཨ་ནི་དམིགས་བསལ་གྱི་ནི་ད་རིང་གཅིག་ང་རང་ཚང་ཞུ་ནས་ཞུ་གནང་ནས་གི་ནང་ནས་སྐྱང་པོ་རིན་པོ་ཆེ་གི་སྐུ་སྲུང་གི་ནི་ང་ཚོ་ཛར Security ཡ་དཔའ་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་དེ་ནི་ད་ང་ལྷོ་ཕྱོགས་གི་ད་ཕྱོགས་ཞུ་སྤྱི་འཐུས་ཅིག་ཡིན་དུས་ཙང་པ་སྐྱང་པོ་རིན་པོ་ཆེ་ལྷོ་ཕྱོགས་ལ་མ། ཟླ་བ་གཅིག་དང་ཕྱེད་ཁ་སིལ་མི་གེ་ལྷོ་ཕྱོགས་གཞིས་ཆགས་ལ་བཞུགས་འདུག་པའི་སྐབས་སུ་ལ་ནི་མི་མང་རེ་ནི་ཅིག་སྒྲིག་འཛུགས་རེ་ཚང་མ་ལ་པད་དཀར་རིན་ཆེན་པོ་བཅང་བཞག་དགུང་ལོ་བགྲེས་པ་དེ་ཚོ་ལ་ཐག་རིང་པོ་ཡུང་མ་ཐུག་ཚུལ་མཇལ་ཁ་གནང་ཡག་ཨ་ནི་ཅིག་སྐུའི་གསུང་སྐྱོ་ཡིན་ན་རེ་མི་གེ་ལ་གྲ་རིག་དེ་ཚོ་ཚགས་ཚུགས་པོ་པད་མི་སིལ་བའི་ཨ་ནི་ལྷོ་ཕྱོགས་གཞིས་ཆགས་ཀྱི་མི་མང་ཡུང་ཅིག་དབུས་ནས་ཅིག་སྒང་ནས་ཅིག་འོག་བར་དུ་ཚང་མ་གི་ནི་བཀའ་དྲིན་བླ་མེད་དུ་ཆེ་ཟེར་ནས་ཅིག་གྲ་སྒྲིག་དང་ཚང་མ་དཔེ་ཡག་པོ་གནང་སོང་ཨ་ནི་བཀའ་དྲིན་བླ་མེད་དུ་ཆེ་ལེགས་འདུག་མ་འོངས་པ་ཡང་ཨ་ནི་རྒྱ་བོད་རིན་པོ་ཆེ་ཡང་ནས་ཡང་དུ་ཨ་ནི་ལྷོ་ཕྱོགས་ལ་ཕེབས་ཐུབ་ཡག་དང་ཞུ་བཞག་གནང་ཐུབ་ཡག་གི་ཨ་ནི་ཅིག་སྨོན་ལམ་རྒྱག་གི་ཡིན་ཨ་ནི་རྣམ་པ་ཚོ་ཅིག་ཨ་ནི་བདེ་སྲུང་ལས་ཁུངས་རེད་ཨ་ནི་ཅིག་སྐུ་སྒེར་ཡིག་ཚང་རེད་དེ་ཚོ་གི་མ་འོངས་པ་མུ་མཐུད་ནས་ཨ་ནི་དེ་ཚོ་གི་མཐུན་རྐྱེན་དང་ཆ་རྐྱེན་བསྐྲུན་ཡག་དེ་ཚོ་མུ་མཐུད་ནས་བསྐྲུན་རོགས་བྱེད་ཞི་བདེའི་ལེགས་འདུག། རྡོ་རིང་བསྟན་འཛིན་ཕུན་ཚོགས་ལགས།
པ་འདི་སོགས་ཚུལ་འཆོས་གོ་བ་རྣམ་པ་ཐོས་རྗེས་ཆེས་དམ་དྲག་འདི་ཡིས་སྡེ་སྲིད་ལས་ཁུངས་ཀྱི་རྒྱུན་ལྡན་དང་འབྲེལ་བའི་ཐོག་ལས་གནས་འཚོལ་སྙེག་ཅི་ཞུས་ཡོད། གཅིག་འདི་ད་ལྟ་ད་ཆ་ཁ་ཕ་ནས་ཞུས་པའི་སོ་ཆས་སུ་ད་ལྟ་སྐྱབས་མགོན་རིན་པོ་ཆེའི་སྐུ་ཆའི་སྒང་ལ་ཡ་ཨ་ནི་ཡ་གནས་པ་ན་ཡང་འདི་ད་ཨ་ནི་འདི་ཡང་ད་ཅིག་གསར་འགྱུར་གྱི་ནང་ལོ་ལི་ཡཱ་བྷི་གྷལ་དང་ནང་ང་ཚོ་ཨོ་སི་ཀྲོ་ལི་ཡཱ་ལ་ཡོད་ཉེས་ཀྱི་ལྟར་དོ་བདག་འདི་ངས་མིང་བཏོན་མ་གོ་བ་བྱས། འདི་དང་བརྗེ་བའི་ཐོག་ནས་ཡིན་བསྡད་པའི་རྡོ་བོ་གཅིག་བཤད་བསྡད་ཀྱི་འདུག་དེ་འདྲའི་ཅིག་ཡར་མར་མི་མང་པོ་གི་ངོ་དེབ་དང་སྤྱོད་ཚུལ་དྲ་རྒྱ་ནང་བཏོན་བསྡད་ཀྱི་འདུག་ད་གང་ལྟར་རྒྱུ་མཚན་གང་དྲན་ཡིན་མིན་ལ་མ་ལྟོས་པའི་གི་ཞུ་ཡ་གཅིག་དང་གང་དྲན་ཡིན་ལབ་པ་ཡིན་ན་གནས་ཚུལ་འདི་བྱུང་པའི་སྐབས་ལ་བདེ་སྲུང་ལས་ཁུངས་ཀྱི་སྟ་གོན་བཀའ་བློན་གཙོས་པའི་གི་དྲུང་ཆེ་དང།

དོ་པོ་ཤུགས་ཆེན་པོ་བྱེད་ཕན་མེད་དོ། ད་ཐུག་དོ་པོ་ཕལ་འདི་པོ་རིགས་སུན་ཏེ་འདི་གི་དཀའ་ཐུག་མ་རུ་བ། ད་སེམས་ཀྱི་གནས་སྟངས་ཇི་རུ་བ། དེ་ཡིན་དུས་བསམ་པ། འདིའི་སྒང་ལ་ཡ། ད་ཅིག་གིས་འདི་སྐབས་ཀྱི་འབྲེལ་ཡོད་ཀྱི་ལས་བྱེད་ད་བདེ་སྲུང་ལས་ཁུངས་དང། ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་དོན་གཅོད་ཆགས་བསྡད་ཡོད་རེད་ད་ག་ནས་ཅིག་མི་དགེ་བོད་རིགས་མཐུན་ཚོགས་འདི་གའི་གི། དུས་ཚོད་ཐུང་དུས་གཅིག་གི་ནང་ལོགས་ལ་ཡ་བཟའ་བདག་གི་ཚོགས་འདུ་རུ་ཚོགས་བྱས་ད། དཔེ་མཚོན་འཇོག་གཞི་བའི་ནང་ང་མི་དགེ་ལས་ནི་ལོ་ཕྱེད་ནས་ཉིན་མ་གཉིས་མ་འགྲོ་ངེས་ལས་ཚོགས་འདུ་འགྲོ་གེར་ད་དེ་འདྲའི་གི། གནད་འགག་ཆེན་པོ་འཇོག་སྲིད་ནས་འགན་འཁྱེར་བ་དེ། ཡ། ཐུགས་རྗེ་ཆེ་ཞུ་ཡ་ཅིག་ད་འདི་ད་མཉམ་དུ། མ་འོངས་པ་ལ་ཡང་དེ་འདྲའི་མ་ཡོང་ཡག་གི་གནས་སྟངས་གཅིག་ང་རང་ཚོ་བོད་པ་ཚང་མས་བསམ་བློ་གཏང་དགོས་ཀྱི་འདུག་ཟེར་ཡ་གཅིག་ཞི་བྱས། བདེའི་བློ་བཟང་ཐུབ་བསྟན་ལགས།
བཀའ་དྲིན་ཚོགས་གསོ་ཞུ། ད་ལྟ་བདེ་སྲུང་ལས་ཁུངས་ཀྱི་རྒྱུན་སྤྲོད་དང་འབྲེལ་བའི་ད་སོ་སོ་གི་གདོང་དྲོད་ཞི་རྣམས་ཚོ་ནས་གནས་ཚུལ་ཁ་ཤས་ཞུ་ཆོག་ཅེས་ཞུ་ཞོ་ཡིན། རྩ་བའི་ད་དེ་སྔའི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཨོ་སི་ཁྲི་ལི་ཡ་སྡེ་དགེའི་གང་ཟག་གཅིག་གིས་ནི་སྤྱི་ནོར་ཁྱུང་ཀོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཕྱྭ་དང་འབྲེལ་ཡོད་སྒང་ལས་ད་སྐད་ཆ་རྫབ་ཆེན་དེ་འདྲ་ཞུས་བ་དེ་སྒང་ལ་ད་དྲིན་ཚོགས་ནང་ལོགས་རེད་དག་ནང་བཞིན་སྤྱི་ཚོགས་ནང་ལོགས་ལ་དཀའ་མོས་མང་པོ་བྱུང་བ་རེད། དེའི་གི་གནས་སྟངས་འདི་ད་ད་ད་ཁྲིམས་གཏུག་གི་གྲོས་ཡ་ད་དཀའ་སྤྱད་མང་པོ་ཞིག་བྱུང་བ་རེད་དེའི་གནས་སྟངས་འདི་ག་འདྲ་ཆགས་ཡོད་མེད་དེ་ཨ་ནི་གི་སེ་གསུངས་འདིའི་འོད་ན་ཅིག་གསུངས་རོགས་གྱིས། དེ་དང་མཉམ་དུ་ད་ལྟའི་ཆ་ལ་ཡང་ད་ད་གང་ཟག་དེ་ལ་རྒྱབ་སྐྱོར་བྱེད་མཁན་གི་ཡང་ངོ་དེབ་སྒམ་ལ་སོ་སོ་གི་པར་ཚེ་བཞག་བྱེད་དུ་ཡང་རྒྱབ་སྐྱོར་བྱེད་མཁན་དེ་འདྲ་ཡོང་བསྡད་གི་འདུག་སོ་སོ་དྲུག་ན་དེ་དང་གནས་ཚུལ་དེ་ཚོ་ད་དེ་གསུངས་གི་བཀའ་བློན་འདི་འདྲའི་དྲུང་ཆེ་ལ་དུ་སུ་ཡང་ཅིག་ཨ་དེ་ཚོ་གོ། ངོ་དེ་ཚོ་ཕ་བུ་ཡ་དེ་དེ་འདྲ་བྱུང་ཡིན་པ་ན་དེ་ཚོ་གང་ལ་ལྟ། ང་རང་ཚོ་བདེ་སྲུང་རང་ལ་ལྟ་ཅིག་ནི་བ་དྲོ་གི་འདྲ་ཡོད་མེད་ན་གི་སེ། རྒྱ་གར་གཞུང་འདྲེ་གནོད་བཞིན་པ་རྒྱ་ཁུ་བཞིན་པ་དེ་ཚོ་གི་འབྲེལ་ཡོད་ལ་ཕ་དེ་ནི་དེ་དེ་ཚོ་ཡ་ཉན་སང་ཞུ་དགོས་ཡ་དེ་ཚོ་གེ་ཆེན་པོ་ཆག་གི་འདུག་ཟེ། དེ་ཞུ་བ་དང་དེ་ནི་ད་ཉེ་སྔོན་སྤྱི་ནོར་ཁང་སི་སྐྱབས་མགོན་ཆེན་པོ་མཆོག་ནི་རྒྱ་གར་ལྷོ་ཕྱོགས་ལ་ཕ་བཀྲ་ཤིས་ལྷུན་པོ་ལ་ཞུགས་གདན་མཇལ་ཆེད། ད་གཞིས་ཆགས་ཁག་གི་རྒན་གོག་དག་མང་པོ་ཞིག་ལ་མཇལ་ཁ་ད་བཟོས་དངོས་གནས་ཧང་སང་ཡག་པོ་བྱུང་བ་རེད། དེའི་ཁབ་ཐུག་ལ་ད་བཙུགས་དགའ་ལྡན་ཕོ་བྲང་རེ་དག་ནང་བཞིན་དེ་གསུང་དེ་ཚོ་འགན་ཡག་པོ་འཁེལ་བ་རེད། ཚང་མ་ཐུགས་ཆེ་ཞུ་བ་ཡིན། དཔལ་ལྡན་བདེ་སྲུང་བཀའ་བློན་མཆོག། དཔལ་ལྡན་ཚོགས་གཙོ་མཆོག། ཀུན་ཡོད་སྤྱི་འཐུས། ཀྱི་ཐོག་ནས་ཨེན་ཉེ་ཅག་དང་ད་ལྟ་ཕྱི་ནང་གང་སར་སྐྱབས་མགོན་རིན་པོ་ཆེས་རྒྱ་གར་ལྷོ་ཕྱོགས་ལ་ཞབས་སུ་འཁོད་པ་དང་འབྲེལ་བའི་ཐོག་ནས་སྤྱི་ཡོངས་ཀྱི་དགའ་ཚོར་གྱི་དགོངས་ཚུལ་འདི་ནང་བཞིན་མ་འོངས་དེ་ནང་བཞིན་ཅི་ཡང་མགྱོགས་མུ་མཐུད་ནས་ཡོང་ཐུབ་ཡག་གི། ཡ་རེད་དོན། དེ་ནས་པ་འདི་ཚོགས་སུ་ཆོག། གཉིས་པ་དེ་ལ་ཀུ་རེ་སྤྱི་འཐུས་གཞན་གྱི་ཐོག་ནས་ཨ་ནི Australia གནས་སྡོད་བྱེད་མཁན་གྱི་ང་རང་ཚོ་བོད་མི་གཅིག་དང་འབྲེལ་བའི་གི་ཐོག་ནས་ཨ་ནི་ཅིག་ཚགས་ཚུད་པོ་བྱས་ནས་ཨ་ནི་ཅིག་དེ་སོང་ལས་དགོངས་རེད། ལྟེ་གནས་གཞིས་ཕྱི་དྲིལ་ཁྱབ་ཁོངས་ཡོད་པའི་དགེ་ཐོན་ཆེད་ལས་ཁུངས་རེད། དེ་ནང་བཞིན་ཨན་ཧི་ཡི་བོད་རིགས་སྤྱི་མཐུན་ཚོགས་པ་ལ་སོགས་པའི་ཚང་མས་ཀྱི་ཐུགས་འགན་དཔལ་ཏི་ཁ་ལག་རེད་ད། དེ་དག་ལ་འགན་ཆེན་པོ་ཁྱེད་ནི་དེ་འདྲའི་འགན་ཁྱིས་སོང་ཞེས་ནི་བཀའ་གནང་སོང། འདི་ད་ག་ནང་རེད་ང་ཚོ་གྲོས་ཚོགས་དེ་ནས

ཚོགས་གཙོ་མཆོག་གིས་མཇུག་བསྡོམས་གསུང་བཤད་ནང་ལ་ཡིན་ནའི་གན་དེ་གའི་དེའི་ཐོག་ལ་ཨ་ནི་ཁྲིམས་མཐུན་གྱི་ཐོག་ནས་ག་རེ་བྱེད་ཐུབ་ཡ་ཡོད་ནའི་དེ་གའི་དེ་གནང་དགོས་ཀྱི་རེད་ཟེར་ནས་ལམ་སྟོན་ཡོད་པ་དང་ཨ་ནི་དེའི་སྐབས་ཀྱི་གྲོས་ཚོགས་ནང་ལ་ཡིན་ནའི་དཔའ་མཛད་སྲིད་སྐྱོང་མཆོག་གི་རེད་འབྲེལ་ཡོད་བདེ་སྲུང་བཀའ་ལན་གྱི་ཐོག་ནས་གའི་གྲོས་ཚོགས་ད་ག་རང་ལ་ཨ་ངོ་མཚོའི་ཐོག་ནས་ཁྲིམས་མཐུན་གྱི་ཐོག་ནས། ནུས་པ་གང་ཡོད་ཀྱིས་གང་ཐུབ་ཀྱིས་གདོང་ལེན་བྱེད་ཀྱི་ཡིན་ཞེས་ནས་ཞུས་པར་ནང་བཞིན་བྱས་ནས་ཨ་ནི་བསྐུར་ཡོད། བཅུ་དུས་ད་ལྟ་སྐར་མའི་སྣང་བརྙན་དེ་ཡན་ནའི་ས་གནས་ད་ག་རང་ནས་ཡིན་པ་དང་ཨ་ནི་ས་གནས་ཕར་འཁོར་བའི་སྐབས་ཅིག་ཁེལ་འདུག་སྟེ་ཨ་ནི་དེ་ནས་མི་མང་གི་རེ་འདུན་རྣམས་ལ་ནང་བཞིན་བྱས་ནས་ཨ་ནི་ཅིག་བསྐུར་ཡོད་བཅུ་དུས་འགའི་མཉམ་ཞུགས་གནང་ཐུབ་པ་དེ་འདྲའི་བྱུང་བཞག། ཅེས་ནི་ད་འདི་དང་འབྲེལ་བའི་ཐོག་ནས་ཀུ་རེ་བཅོལ་དུས་གཞན་གཅིག་གིས་དྲི་བ་གནང་སོང་དེ་ཙམ་དེའི་ཉམས་རྟོགས་ལ་ཕ་ཞུ་བཞག་ན་མ་འགྲིག་པ་མི་འདུག་བསམ་གྱི་འདུག་ད་དེ་རེད། ད་གྲོས་ཚོགས་ནང་ལ་དཀའ་མི་མང་པོ་བྱུང་བ་རེད་ཁྲིམས་མཐུན་གྱི་ཐོག་ནས་གང་བྱེད་ཐུབ་པའི་ནས་བྱེད་དགོས་ཀྱི་རེད་ཅེས་ནི་བཀའ་གནང་བ་ནང་བཞིན་ངོ་མཚོན་ཐོག་ནས་ཨ་ནི་འབྲེལ་ཡོད་རྒྱ་གར་གཞུང་གཙོས་པ་ཀྱིས་ཨ་ནི་ཅིག Australia གཞུང་རེད་ད་ཞུ་དགོ་ས་སུ་ཡོད་པ་ཡིན་ནའི་དེ་ཚོ་ཐོག་ལ་གནད་དོན་གང་ཡིན་པ་དང་ལྷག་པར་དུ་ཨི་ནི་གཅིག་དེ་སྤྱི་ནོར་གོང་ས་སྐྱབས་མགོན་རིན་པོ་ཆེ་གི་སྐུ་ཕྱག་དང་ཐད་ཀར་འབྲེལ་བ་ཡོད་པའི་གི་གནད་དོན་གཅིག་ལ་གྲོས་ཚོགས་ཀྱི་ཐོག་ནས་ངོས་འཛིན་གནང་ནས་ང་ཚོའི་ཐོག་ནས་ནས་ད་ག་རང་མཐོང་གི་ཡོད་ལ་ཨི་ནི་བློ་འཚབ་ཆེན་པོ་ཡོད་པ་དེ། ང་ཚོས་ད་ཅིག་གི་མ་ལགས་པ་བྱས་ནས་ཚང་མ་ཞུས་ཐུབ་པ་དེ་འདྲས་བྱུང་སོང། དེ་ནས་བཞིན་རྒྱ་གར་གི་ནང་ལ་ཡིན་པ་ཡིན་ན་ཨ་ནི་ཁོ་རང་དོ་བདག་མི་དེ་ཡིན་པ་ཡིན་ནས། ཀང་ར་རྫོང་གི་ཐོག་ནས་གི་ཁྲིམས་གི་ཐོག་ནས་ཨ་ནི་ད་ཨིན་ཇི་སྐད་ཚིག་ཅིག་ཞུས་པ་ཡིན་ན Prohibition Order ལ་ནི་ཨ་ནི་ཀང་ར་རྫོང་ཁུལ་ལ་ཡོང་པ་ཡིན་ན་འགྲིག་གི་མེད་པའི་གི་བཀོད་ཁྱབ།

དང། ཟུར་པ་དང། ཁྲིམས་ཀྱི་ཐོག་ནས་སློབ་སྟོན་གནང་མཁན་དེ་འདྲའི། ཅིག་ཕ་གི་གཙོ་བོ་དོན་གཅོད་ཀྱི་འགན་འཁྱེར་བའི་ཐོག་ནས། ཁྲིམས་ཀྱི་གནས་ཚུལ་ཅིག་བགྲོ་འདོད་པའི་གནས་སྟངས་ཡིན་ཙང། ཁྲིམས་ཁང་ལ་ཡོད་པའི་གནད་དོན་འདི་དང་འབྲེལ་བའི་ཐོག་ནས་ངས་དེ་ཞིབ་ཕྲ་མང་བོ་ཞུ་མ་འོངས་ཐོག་ནས་གང་ཅིའི་ང་ཚོ་ཁྲིམས་གཏུག་བྱས་ནས་འགྲོ་དང་འགྲོ་བཞིན་པའི་གནས་སྟངས་ཅིག་ཆགས་བསྡད་ཡོད་ཞེས་ཞུ་ཡ་གཅིག་དེ་ཡིན། དེ་ནས་པཎ་ཏི་ཚོགས་གཙོ་ཆོས་དབང་ཀུ་རེ་ཆོས་འདི་དག་དྲི་བ་འདི་དང་འབྲེལ་བའི་ཐོག་ནས་ཡང་དེ་ཞིག་བཀའ་གནང་སོང། དྲ་རྒྱ་བརྒྱུད་ལམ་ཁག་དང་དེ་འདྲའི་ཐོག་ནས་དེ་ཅིག་དོ་བདག་དེ་ལ་རྒྱབ་སྐྱོར་གྱི་རྣམ་པ་བྱས་ནས་དངུལ་བསྡུ་བཤེར་བྱེད་ཀྱི་ཡོད་པ་དང་དེ་ཚོ་ཐོག་ནས་ཅིག་གསུངས་སོང་དེ་ཚོ་ཚང་མ་ཐོག་ནས་ང་ཚོ་དོ་སྣང་བྱེད་ཀྱི་ཡོད་ལ། བཞིན་གྱི་ཡོད་ལ། དེ་ཚོར་དོ་སྣང་ང་ཚོ་གཅིག་པོ་མ་རེད་དོ་སྣང་བྱེད་མཁན་མང་པོ་འདུག་ལ། དོ་སྣང་གནང་མཁན་ཚང་མ་ལ་ཡི་ཐུགས་རྗེ་ཆེ་ཞུ་ཡ་ཡིན། ཡིན་ནའི་དེའི་དང་མཉམ་དུ་དཔའ་མཛད་ཚོགས་གཙོ་མཆོག་གཅིག་ཞུ་ན་བསམ་པ་རེ་གཅིག་བྱུང། ད་ལྟ་ང་ཚོ་ཁྲིམས་གཏུགས་བྱེད་ཡ་འདི། བྱེ་བྲག་པ་འདི་གི་ཐོག་ནས། རྒྱ་གར་རིན་པོ་ཆེའི་སྐུ་ཀྲུང་གོ་རེད་ཟེར་ཡ་ཚིག། Assassinate། གྷ་དྷ་ཧྥི་ནང་བཞིན་བྱས་ནས་གསལ་བོ་རེད། གསལ་ཐུབ་ན། འོ་སྐད་ཆ་དེའི་སྒང་ལ་ང་ཚོ་ཁྲིམས་ཁང་གྲུབ་ཀྱི་ཡོད་རེད་མ་གཏོགས། ང་ཚོའི་ནམ་རྒྱུན་སྤྱི་ཚོགས་ཀྱི་ནང་ལོགས་ལ། གྲོས་ཚོགས་ར་བ་དེའི་ནང་ལ་ཡིན་ནའི། རང་བཙན་གྱི་ལྟ་གྲུབ། བཤེས་གཉེན་ད་རང་བཙན་ལྟ་གྲུབ་ཟེར་ནས་ཀྱི། རང་ཚོད་རང་དགའ་ནས་ང་ཚོ་འགྲོ་དགོས་ཀྱི་འདུག་ཅེས་ནས་དགོངས་པ་ཡོད་ངེས་ཡོད་རེད། དེ་ནང་བཞིན་དབུ་མའི་ལམ་སྒང་ལ་དགོངས་པ་ཡོད་ངེས་ཡོད་རེད། དོན་གཙོ་ང་ཚོ་སྤྱི་ཚོགས་ནང་ལ་ཡོད་རེད་དོན་གཙོ་གི་ཐོག་ནས། སོ་སོའི་གི་བྱེད་སྐྱོ་དེ་སྐྱོབ་ཡ་དང་འབད་ཡ་དང་འདི་འདྲས་གི་ཐོག་ནས་ཨ་ནི་འབའ་འདྲ་མ་འདྲ་བྱས་ནས་སྤྱི་ཚོགས་དཀྲུག་ཡ་བྱེད་པས་ན་དེ་བློ་ཕམ་པོ་འདུག་ཅེས་ནས་ཞུ་ཡ་ཡིན། དེ་བྱེ་བྲག་པ་དེ་གི། གན་མ་ཁེལ་བའི་ཐོག་ནས་ཟེར་ནས་མི་འདུག་ད་དེ་འདྲའི་ག་འདྲའི་རོལ་ཅིག་དྲན་པ་ཡིན་ནའི་གན་གང་ཅི་རྒྱ་རིན་པོ་ཆེ་ཀྲུང་གོ་གི་དུས་ལས་རིགས་ལབ་རྒྱུ་ཚིག་འདི་གྲོས་ཚོགས་ནང་ལས་གྲོས་ཚོགས་འཐུས་མི་རྣམ་པ་ཚོ་གི་ཐོག་ནས་དགོངས་པ་ཡོད་པ་ནང་བཞིན་བྱས་ནས་ང་ཚོ་ལས་ཀ་བྱེད་པའི་སྐབས་ལ་ཡིན་ནའི་ཡིན་ང་གཉིས་ཀ་ཐོག་ནས་ཁོ་རང་གི་བཤད་བཞག་རྒྱུ་བྱེད་བཞག་རྒྱུ་གི་ལས་ཀ་དང་ཁོའི་གི་བྱེད་རྒྱུ་དེ་ལ། ལྟ་བ་ག་འདྲས་ཁྱི་ངན་ཅིག་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་མེད་རིགས་ཀྱི་རང་བཙན་འདི་རྩ་བ་ཉིད་ནས་ཡོད་པ་ཅིག་ལ་ངོས་འཛིན་ཞུ་གི་མེད། དེ་ཡིན་ཙང་ཡང་ཁ་ཤས་ཀྱིས་དངོས་གནས་དྲང་གནས་ཅིག་ག་ལོག་རེད། དེ་འདྲའི་ངན་འགྲོ་བསམ་ནས་རྒྱབ་སྐྱོར་གནང་མཁན་དེ་འདྲ་ཡོད་ན་དེ་རྩ་བ་ཉིད་ནས་མ་རེད་ཟེར་གྱི་དེ་ངས་སྡིངས་ཆ་འདིའི་ཐོག་ནས་གོ་སྐབས་འདི་ཞུ་ན་བསམ་པའི་གཅིག་དང། ད་དེ་ལས་ཐབས་སྐྱོ་བ་ཅིག་ལ། ད་ང་ཁ་རུ་ཁ་ཐུག་ཞུ་གི་ཡོད་རེད་བ་ག་ཡིན་པ་འདི་བདེན་པ་ཞུ་གི་ཡོད་བཤད་སྟངས་འདི་འགྲིག་གི་ཡོད་དམ་མེད་སའི་ལོག་རེད། ང་ཚོ་སྤྱི་ཚོགས་གཅིག་ནང་བསྡད་ཡོད་རེད་ཡིན། ནང་ལོག་ལ་གཅིག་དང་ཕྱི་ལོག་ལ་གཅིག་བཤད་ས་ཁེལ་མི་འདུག་ཁ་ཤས་ཡང་འདི་ཆོལ་ཁ་གི་གནས་ཚུལ་ཡིན་པའི་བཟོ་ར་བྱས་ཏེ་བཟོ་གི་འདུག་འདི་དུས་ཀྱང་གཙང་བ་ཡིན་ནི་མ་རེད། འདི་བཤད་ཡ་འདི་རྒྱལ་བ་རིན་པོ་ཆེ་སྐུ་བཀྲོངས་གི་ཀྲུང་གོ་གི་དུས་བསལ་རྒྱུ་མཚན་དེ་ལ་བརྟེན་ནས་ནི་གྲོས་ཚོགས་ཀྱི་ལམ་སྟོན་བཀའ་ཤག་གིས་དེའི་ཐོག་ལ་གནང་གི་ཡིན་གསུངས་པ་གིས་གྲོས་ཚོགས་ལ་ཁས་ལེན་ཞུ་བར་ནང་བཞིན་བྱས་ནས་ལྷག་པར་དུ་ང་རང་ཚོ་ཚང་མ་ལ་ལས་འགན་ཡོད་ཙང་ད་གིན་མང་བོ་དཀའ་མོ་ཡོང་གི་འདུག་ང་ཚོས་ཀྱི་བྱེད་སྟངས་བྱེད་ལུགས་ག་འདྲས་བྱས་པ་རེ་བྱས་པ་མ་རེད་ཟེར་ནས་ཡིན་ནས་ང་ཚོ་གྲོས་ཚོགས་དེ་གིས་མཁྱེན་དགོས་ཡ་ལ་བོད་དོན་ཐོག་ལ་རྒྱབ་སྐྱོར་ཡོད་སྐྱོར་དེ་གཙོ་བོ་དེ། ངོ་ཚོ་སྤྱང་དྲགས་ནས་གྱོང་དྲགས་ནས་མ་རེད། རྒྱལ་ཁབ་ཚང་མ་གིས་རང་གི་ཁེ་ཕན་བྱེད་མཁན་དེ་ཡིན་པ་རེད། རྒྱལ་ཁབ་ཕ་ཕྱོགས་དེ་སོ་སོའི་ཁེ་ཕན་སྒྲུབ་གི་ཡོད་ན་ང་རང་ཚོའི་ཁེ་ཕན་དེ་ངོ་ཚོས་མ་གླས་ནས་ངོ་ཚོ་སྒྲུབ་ཐུབ་པ་ཞིག་སྒང་ནས་ལ་ང་ཚད་གོ་གི་ཡ་རེད། ཡིན་ནའི་ཉེ་ཆར་ཡིན་པའི་ནས་རྒྱལ་ཁབ་ཅིག་གི་ལས་ཐོག་གླིང་ཆེན་ཅིག་རྡ་རམ་ས་ལ་ཕེབས་པའི་སྐབས་དེ་ང་ཚོས་གསུངས་བྱུང། ཁྱེད་རང་ཚོ་ལ་རྒྱབ་སྐྱོར་ཡོད་ཡག་དེ་ག་རེད་ཁེང་གི་རེད། རྒྱལ་བ་རིན་པོ་ཆེ་ཁོ་ན་ལ་བརྟེན་བྱས་ནི་རེད་ད། བྱས་ནི། འདི་ཡང་ལྟ་གྲུབ་ཀྱི་ཐོག་ནས་གང་ཡང་མ་རེད། ཆོས་ཀྱི་ཐོག་ནས་ནང་པ་ལ་གང་ཡང་དེ་མ་མ་རེད་རྒྱལ་བ་རིན་པོ་ཆེ་གི་དབུ་ཁྲིད་དེ་ལ་བརྟེན་ནི་ང་ཚོ་འདྲ་བ་ཅིག་ནས་ད་ག་རང་ཡིན་ད། དེ་ལ་མི་ལྟ་དེ་ང་ཚོ